སངས་རྒྱས་ཀྱི་རྣམ་ཐར། སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་ལོ། ད་ལྟ་ནས་བརྩིས་པས། ལོ་ཉིས་སྟོང་དྲུག་བརྒྱ་ལྷག་ཙམ་གྱི་གོང་དུ་རྒྱ་གར་བྱང་ཕྱོགས་སུ་ཤཱཀྱའི་རིགས་རྒྱུད་ཀྱི་རྒྱལ་པོ་ཟེ་གཙང་ཞུ་བ་ཞིག་བྱུང། ཁོང་གིས་རྒྱ་གར་བྱང་ཕྱོགས་རྣམས་ལ་དབང་བསྒྱུར་བ་དང། རྒྱལ་པོས་རྒྱལ་པོ་ཟེ་གཙང་ལ། བཙུན་མོ་གཉིས་ཡོད། བཙུན་མོ་ཆེ་བའི་མཚན་ལ་སྒྱུ་མ་ལྷ་མཛེས་དང། ཆུང་བའི་མཚན་ལ་སྐྱེ་དགུའི་བདག་མོ་ཞེས་ཟེར། ཡིན་ན་ཡང། བཙུན་མོ་དེ་གཉིས་ལ་ཡུན་རིང་བསྲེས་མ་བྱུང། རྒྱལ་སྲིད་སྐྱོང་བར་བསྲེས་ངེས་པར་དུ་དགོས་པར་བརྟེན་རྒྱལ་པོ་བསེ་ཚང་གིས་ཡར་དཀོན་མཆོག་མཆོད་པ་ཕུལ། མར་དབུལ་ཕོངས་ལ་སྦྱིན་པ་བཏང་པས། དེའི་རྗེས་མཚན་གཅིག། བཙུན་མོ་སྒྱུ་མ་ལྷ་མཛེས་ཀྱི་རྨི་ལམ་དུ། གླང་པོ་ཆེའི་ཕྲུ་གུ་ཁ་དོག་ཁལ་དཀར་ཆེ་བ་དྲུག་ཡོད་པ་གཅིག་དང། བཀྲག་མདངས་ཆེ་བའི་སྐར་ཆེན་ཟུར་དྲུག་ཡོད་པ་ཞིག་རང་གི་ལུས་ལ་ཐིམ་པའི་རྨི་ལམ་བྱུང། དེ་ནས་བཟུང་ཡུམ་སྒྱུ་མ་ལྷ་རྩེ་སྦྲུམ་མ་དང། བསྟན་པར་འགྱུར། སངས་རྒྱས་ཀྱི་རྣམ་ཐར་རྣམ་ཐར་བསླབ་ན Biography སངས་རྒྱས་ཀྱི་སྒྲུང་སངས་རྒྱས་ཀྱི་གཏམ་རྒྱུད་སངས་རྒྱས་ཀྱི། ལོ་རྒྱུས། དེ་ཚོ་ལ་བསླབ་ཀྱི་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚོལ་ལོ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཀྱི་མཚན་རེད། Is is one of the Buddha's name སངས་རྒྱས་ཀྱི་མཚན་རེད། ཨ་ནི་མཚན་བསླབ་ན་མིང་གི་བཤད་ས་རེད།

ཤཱཀྱ་ཀྱི་ལི་ནི་ཤཱཀྱ་ཀྱི་རིགས་རྒྱུད་ཀྱི་རྒྱལ་པོ། ཨ་ནི་རྒྱལ་པོ་དེ་གི་ཨ་ནི་རིགས་རྒྱུད་དེ་ག་རེ་རེད་འདོད་ལབ་ན་ཤཱཀྱ་ཀྱི་རིགས་རྒྱུད་རེད་འདོད་བ། ཨ་ནི་རྒྱལ་པོ་གི་ཨ་ནི་མིང་ག་རེ་རེད་རྒྱལ་པོ་གི་མཚན་ག་རེ་རེད་ལབ་ན་ཨ་ནི་ཟས་གཙང་མ་ཟས་གཙང། ཞུ་གི་ཡོད་རེད་རྒྱལ་པོ་གི་མཚན་ལ་རེད་བ། ད་ཁོང་ཨ་ཁོང་གི་རྒྱ་གར་བྱང་ཕྱོགས་རྣམས་ལ་དབང་བསྒྱུར་བ་རེད། ད་དབང་བསྒྱུར་པར་ལབ་ན་གང་ཁོལ་བར་ལབ་ཀྱི་རེད་བ། ཧོན་ཁོང་གིས་རྒྱ་གར། རྒྱ་གར་བྱང་གི་ཕྱོགས་ཚང་མ་ཁོ་གིས་དབང་བསྒྱུར་བྱས་ཟེར་བ་གང་ཁོལ་བྱས་ཟེར་གང་ཁོལ་བྱས་རེད། དེ་ནས། ནི། ཁོ་ལ། བཙུན་མོ་ག་ཚོད་ཡོད་རེད་ལབ་ན་བཙུན་མོ wife། ཁོང་ལ་བཙུན་མོ་ག་ཚོད་ཡོད་རེད་ལབ་ན་བཙུན་མོ་གཉིས་ཡོད་རེད། བཙུན་མོ་གཉིས་ཡོད་རེད་བཙུན་མོ། ཨ་ནི་ཆེ་བ་དེ་གའི་མཚན། བཙུན་མོ་ཆེ་བ་དེ་གའི་མཚན་ལབ་ན་བཙུན་མོ་ཆེ་བ་གའི་མིང། རེད་བ། ཨ་ནི་བཙུན་མོ་ཆེ་བ་དེ་གའི་མིང་དེ་རྒྱུ་མ་ལྷ་མཛེས་ལབ་ཀྱི་ཡོད་རེད། བཙུན་མོ་ཆུང་བའི་གའི་མཚན་ལ་སྐྱེ་དགུའི་བདག་མོ་ལབ་ཀྱི་ཡོད་རེད། ད་དོ་ན། ཨ། ཨ། ད་ལྟ་ནས་བརྩིས་བྱས་ད་ལྟ་ནས་བསམ་བློ་བཏང་ནས་ལོ་ཉིས་སྟོང་དྲུག་བརྒྱ་ཙམ་གྱི་སྔོན་ལ་ཨ་ནི་རྒྱ་གར་བྱང་གི་ཕྱོགས་ལ། རྒྱ་གར་བྱང་གཅིག་གི་ཕྱོགས་ལ་རྒྱལ་པོ་ཅིག་བྱུང་བས་ཟེར་བ་རྒྱལ་པོ་དེ་གི་མིང་ལ་རྒྱལ་པོ་དེ་གི་མཚན་ལ་ཟས་གཙང། ཟས་གཙང་མ། ཞེས་ཞུ་གི་ཡོད་ས་རེད་ལབ་གི་ཡོད་ས་རེད། ཨ་ནི་ཁོང། རྒྱ་གར་གི་བྱང་ཕྱོགས་ལ། ཨ་ནི། བསྡད་ཀྱི་ཡོད་ས་རེད། ཨ་དེ་ག་ནང་བཞིན་ཁོང་གི་རིགས་རྒྱུད་དེ་ཤཱ་ཀྱ་གི་རིགས་རྒྱུད་ཡིན་ས་རེད་བ། ཤཱ་ཀྱ་གི་རིགས་རྒྱུད་ཆེ། ཨ་ནི། ཁོང། རྒྱ་གར་བྱང་ཕྱོགས་ཚང་མ་ལ་ཁོང་གིས་ཨ་ནི། རྒྱལ་སྲིད་བསྐྱང་གི་ཡོད་ས་རེད་དབང་བསྒྱུར་བྱེད་ཀྱི་ཡོད་ས་རེད་དབང་བསྒྱུར་བྱེད་བཀའ་འཁོར་བྱེད་ཀྱི་ཡོད་ས་རེད་བ། ཨ་ནི། དེ་ག་ནང་བཞིན་ཁོ་ལ་བཙུན་མོ་གཉིས་འདུག་བཙུན་མོ་གཅིག་གིས་བཙུན་མོ་ལབ་ན wife རེད་བ། ཨ་ནི། སྐྱེས་དམན་ལ་ལབ་ཀྱི་ཡོད་རེད། ཡང་ན་བཙུན་མོ་ལབ་ན queen ལ་ཡང་ལབ་ཀྱི་རེད། ཡིན་ན་ཡང་བཙུན་མོ་ལབ་པའི་སྐབས་སུ་སྐྱེས་དམན་ཚང་མ་ལ་བཙུན་མོ་ལབ་ཀྱི་མ་རེད། ལ་མི་ཆེན་པོ་ཆེན་པོ་དེ་ཚོ་གི་སྐྱེ་དམན་དེ་ཚོ་ལ་ཨ་ནི་བཙུན་མོ་ལབ་ཀྱི་ཡོད་རེད། ཟས་གཙང་མ་ད་ཁོ་ལ་བཙུན་མོ་གཉིས་ཡོད་རེད་བཙུན་མོ་དང་པོ་དེ་ག་རེ་རེད་ལབ་ན་ཨ་ནི་བཙུན་མོ་ཆེ་བ་དེ་གི་མཚན་ལ་རྒྱུ་མ་ལག་འཛིན་ཞུ་གི་ཡོད་རེད་བཙུན་མོ་ཆུང་བ་དེ་གི་མཚན་ལ་སྐྱེ་དགུ་བདག་མོ་ཞུ་གི་ཡོད་རེད་བ། ཡིན་ན་ཡང་ཨ་ནི། བཙུན་མོ་དེ་གཉིས་ལ་ཡུན་རིང་བསད་མ་བྱུང་ཨ་ནི་བཙུན་མོ་དེ་གཉིས་ལ་ཨ་ནི་ཁོང་ཚོ། སྲས་བྱུང་གི་ཡོད་རེད་བ་སྲས་ལ་ན Prince རེད་བ། སྲས་བྱུང་གི་ཡོད་རེད་བ་ལ་ན་སྲས་བྱུང་གི་ཡོད་མ་རེད་སྲས་སྐྱེས་ཀྱི་ཡོད་མ་རེད་ཁོང་ཚོ་ལ་ཨ་ནེ་བུ་སྐྱེས་ཀྱི་ཡོད་མ་རེད་བ། བུ་མ་སྐྱེས་ནས་ཨ་ནེ་ཡུན་རིང་པོ་བྱུང་བ་རེད་ཡུན་རིང་པོ་ཆགས་པ་རེད་ཨ་ནེ་སྐྱེས་དགུ་བཙུན་མོ་ཆུང་བ་སྐྱེས་དགུ་བདག་མོ་ལ་ཡང་ཨ་ནེ་སྲས་སྐྱེས་ཀྱི་ཡོད་མ་རེད་བཙུན་མོ་ཆེ་བ་སྒྱུ་མ་ལང་ཚོན་ལ་ཡང་སྲས་སྐྱེས་ཀྱི་ཡོད་མ་རེད་བ། ཡིན་ན་ཡང་རྒྱལ་སྲས་སྐྱོང་བར་སྲས་ངེས་པར་དུ་གྱུར་པར་བརྟེན། རེད་བ། རྒྱལ་སྲིད་ལབ་ན་ད་ཀིངཏྲམ་རེད་བ། ཨ་ནི། ད་ཀིངཏྲམ་ལ་རྒྱལ་སྲིད་ལབ་ཀྱི་རེད། སྐྱོང་བ་ལབ་ན་ཏྲུ་རུལ་རེད་བ། ད། རྒྱལ་སྲིད་སྐྱོང་བ་ལ་ཏྲུ་རུལ་ད་ཀིངཏྲམ་ཨ་ནི། རྒྱལ་པོ་ཟས་རྒྱལ་པོ་ཟས་གཙང་མ་ལ་ངེས་པར་དུ་ཨ་ནི་ག་རེ་དགོས་ཀྱི་ཡོད་རེད་ལབ་ན་ཁོང་ལ་སྲས་གཅིག་དགོས་ཀྱི་ཡོད་རེད་བ། སྲས་གཅིག་དགོས་ཀྱི་ཡོད་རེད། སྲས་གཅིག་དགོས་པ་ལ་བརྟེན་ནས་ཟེར་ན། ཨ་ནི། སེ་ཅིག་རྒོད་གཙང། རྒོད་པར་བསྟན་ལབ་ན་རྒོད་གཙང་ར། Because he needed a son to rule his kingdom ར། རྒྱལ་སྲིད་སྐྱོང་བར་སེ་ངེས་པར་དུ་དགོས། ད་ཁོ་གིས་རྒྱལ་སྲིད་དེ་སྐྱོང་ཡ་ལ། སེ་ཅིག་ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་ཙང། རྒྱལ་པོ་སེ་གཙང་མ་གིས་ནི་ཐབས་ཤེས་ག་རེ་བྱས་པ་རེད་ར། ཐབས་ཤེས་ག་རེ་བྱས་པ་རེད་ལབ་ན་ཁོང་གིས་ཨ་ནི་དཀོན་མཆོག་ལ་མཆོད་པ་ཕུལ་རེད། མཆོད་པ་ཕུལ་ལ་ན་ཨོ་ཧྥ།

གཟིམས་འདེབས་པའི་སྐབས་སུ། ཨ་ནེ། བཙུན་མོ་སྒྱུ་མ་གླང་རྩེད་ཀྱི་རྨི་ལམ། in in her dream རྨི་ལམ་ནི་ན dream རེད། རྨི་ལམ་གྱི་ནང་ལོགས་ལ་ག་རེ་མཐོང་བ་རེད་ལབ་ན། གླང་པོ་ཆེ་ཡི་ཕྲུ་གུ་གླང་པོ་ཆེ་ལབ་ན elephant རེད། གླང་པོ་ཆེ་གི་ཕྲུ་གུ། ཕྲུ་གུ་ལབ་ན་ཕུ་གུ་རེད་བ། གླང་པོ་ཆེ་གི་ཕྲུ་གུ་གཅིག། ཨ་ནེ། ཚོན་མདོག་ག་རེ་རེད་ན་ཚོན་མདོག། ཚོན་མདོག་ལབ་ན་ཁ་དོག་ལབ་ན་གཅིག་པ་རེད་བ།

གླང་ཆེན་ལ་ནི་མཆེ་བ་རིང་པོ་ཅིག་ཡོད་རེད་བ། མཆེ་བ། ནམ་རྒྱུན་གླང་ཆེན་ལ་མཆེ་བ་གཉིས་ཡོད་རེད་བ། ཡིན་ན་ཡང་གླང་པོ་ཆེ་གི་ཕྲུ་གུ་དེ་ལ་མཆེ་བ་དྲུག་ཡོད་རེད། གཡོན་ཕྱོགས་ལ་མཆེ་བ་གསུམ་གཡས་ཕྱོགས་ལ་མཆེ་བ་གསུམ་དེ་འདྲ་ཡོད་རེད། དེ་འདྲ་གི་གླང་ཆེན་གླང་པོ་ཆེ་གི་ཕྲུ་གུ་ཅིག་ཁོང་གི་རྨི་ལམ་ནང་ལོགས་ལ་རྨིས་འདུག་བ། ཨ་ནི་དེ་ག་ནང་བཞིན་བཀྲག་མདངས་ལབ་གི་འདུག་བ་བཀྲག་མདངས་ན brightness།

སྐར་མ་དེ་ཚོ་ལ་ཟུར་ལྔ་ཡོད་རེད་བ། རེད་བ། སྐར་མ་དེ་ཚོ་ལ་ཟུར་ལྔ་ཡོད་རེད་བ། ཡིན་ན་ཡང་དེ་གི་སྐར་མ་དེ་ལ་ཨ་ནི་ཟུར་དྲུག་ཐམ་པ་ཡོད་རེད་བ། དེ་འདྲས་ཡོད་པ་ཞིག་ཨ་ནི་རང་གི་ལུས་ལ། ཨ་ནི་རང་གི་ལུས་ལ། ཨ་ནི་སོ་སོ་ཡི་ལུས་ལ་ཨ་ནི་ཐིམ་པའི་རྨི་ལམ་བྱུང། ལུས་ལ་ན་བོ་ཏྲི་རེད་ད། ཡུམ་སྒྱུ་མ་ལང་ཚན་ཁོ་རང་གི་གཟུགས་པོ་ལ་གླང་པོ་ཆེ་གི་ཕྲུ་གུ་ཅིག་དང་ཨ་ནི་སྐར་མ་ཆེན་པོ་ཅིག་གཟུགས་པོ་ལ

ལ and having pregnant that this is the structure རེད་བ། དེ་ད་དེའི་དོན་དག་རྡོག་རྡོག་ག་རེ་ལབ་རྒྱུ་རེད་བསམ་ན། ཨ་ནི། ལོ་ཉིས་སྟོང་དྲུག་བརྒྱ་ཙམ་གྱི་སྔོན་ལ། ཨ་ནི་རྒྱ་གར་བྱང་གི་ཕྱོགས་ལ། རྒྱལ་པོ་ཅིག་ཡོད་རེད་རྒྱལ་པོ་དེ་གི་རིགས་རྒྱུད་དེ་ཤཱཀྱ་ཀྱི་རིགས་རྒྱུད་རེད། ཨ་ཁོང་གི་རྒྱལ་པོ་གི་མཚན་ལ་ཨ་ནི་ཟས་གཙང་མ་ལབ་གི་འདུག་བ། ཨ་ནི་ཁོང་རྒྱ་གར་བྱང་ཕྱོགས་ཚང་མ་ལ་དབང་བསྒྱུར་བྱེད་ཀྱི་ཡོད་ཟེར་བཀའ་འཁོར་བྱེད་ཀྱི་ཡོད་ཟེར་རེད་བ། ཁོང་ལ་བཙུན་མོ་གཉིས་འདུག་བཙུན་མོ་གཅིག་གི་མཚན་ལ་ཡུམ་སྒྱུ་མ་ལྷ་མཚན་ཟེར་གྱི་ཡོད་རེད། བཙུན་མོ་ཆུང་བ་གི་མཚན་ལ་སྐྱེ་དགུ་བདག་མོ་ཟེར་གྱི་ཡོད་རེད་ཡུམ་སྒྱུ་མ་ལྷ་མཚན་བཙུན་མོ་ཆེ་བ་རེད། ཨ་ནེ་ཡུམ། སྐྱེ་དགུ་བདག་མོ་དེ་བཙུན་མོ་ཆུང་བ་རེད་བ། ཡིན་ན་ཡང། བཙུན་མོ་དེ་གཉིས་ལ། ཨ་ནེ་སྲས་སྐྱེ་རོགས་བྱེད་ཀྱི་ཡོད་མ་རེད་སྲས་སྐྱེ་གི་ཡོད་མ་རེད། བུ་སྐྱེ་རོགས་བྱེད་ཀྱི་ཡོད་མ་རེད། བྱས་ཙང། ཨ་ནེ། རྒྱལ་པོ། རྒྱལ་པོ་ཟས་གཙང་མ་གྱི་རྒྱལ་སྲིད་དེ་སྐྱོ་ངལ་ལ་ཡིན་གཅིག་མིན་གཅིག་ག་རེ་སྒུག་གི་ཡོད་རེད་ཟེར་ན་སྲས་གཅིག་སྒུག་གི་ཡོད་རེད་རེད་བ། ཨ་ནི་དེ་འདྲ་སོང་ཙང། ཟས་གཙང་མ་གྱིས་ག་རེ་བྱས་རེད་ཐབས་ཤེས་ག་རེ་བྱས་རེད་ལབ་ན། ཨ་ནི་ཡ་དཀོན་མཆོག་ལ་མཆོད་པ་ཕུལ་ཡག་འགོ་བཙུགས་རེད། ཨ་ནི་མ། དབུལ་ཕོངས་ལ་སྦྱིན་པ་བཏང་ཡག་འགོ་བཙུགས་རེད། ནི། དེ་འདྲ་དབུལ་ཕོངས་ལ་སྦྱིན་པ་དང་ཡར་མཆོད་པ་ཕུལ་བ། དེ་ལ་བརྟེན་ནས་དེའི་རྒྱུ་མཚན་གྱིས because of that དེའི་རྒྱུ་མཚན་གྱིས་ག་རེ་ཆ་རེ་ལབ་ན། མཚན་མོ་གཅིག་ལ། ནི། ཡུམ་སྒྱུ་མ་ལྷ་མཚན་གྱིས། གཟིམ་བཞུགས་པའི་སྐབས་སུ་ཁོང་གི་རྨི་ལམ་ནང་ལོ་ལ། ནི། རྨི་ལམ་དེ་འདྲ་གཅིག་པས་རེ། གླང་པོ་ཆེ་གི་ཕྲུ་གུ། ནི། ཚོན་མདོག་དེ། ནི། ཐལ་དཀར་གྱི་ཚོན་མདོག། མཆེ་བ་དྲུག་དང་ལྡན་པ། ནས་དེ་ག་ནང་བཞིན་སྐར་མ་ཆེན་པོ་གཅིག་ཟུར་དྲུག་ཡོད་པ། ཡོད་ཟེར་དཔལ་ཆེན་པོ་ཡོད་པ། དེ་འདྲས་ཀྱི་སྐར་མ་ཆེན་པོ་གཅིག་དང་གླང་ཆེན་གྱི་ཕྲུ་གུ་གཉིས་སོ་སོ་གྱི་གཟུགས་པོ་ནང་དུ་ལ་ཐིམ་པ་གཅིག། དེ་འདྲས་ཀྱི་རྨི་ལམ་བྱུང་འདུག་བ། དེ་ནས་བཟུང་ཡུམ་སྒྱུ་མ་ལང་ཚན་ལ་སྔགས་ནང་ལོགས་ལ་ཁྲུ་དགུ་འཁོར་ཡ་འགོ་བཙུགས་འདུག་བ། ཨ་ནི། སྦྲུམ་མ་དང་ལྡན་པ་ཕྱ་ཡ་འགོ་བཙུགས་འདུག་བ། དེ་རྗེས་གསེར་འཁྲུངས་པའི་དུས་སུ་ཉེ་བ་ན། རང་གི་ཡབ་ཀྱི་རྒྱལ་གཞིས་སུ་ཕེབས་པའི་ལམ་དུ། ལུམ་བི་ནིའི་ལྡུམ་རའི་ནང་བཙུན་མོ་སྒྱུ་མ་བླ་མཚེ་ལ་སྲས་ཤིག། འཁྲུངས་སོ། སྲས་དེ་འཁྲུངས་མ་ཐག་ཕྱོགས་བཞིའི་ས་སྟེང་དུ་གོམ་པ་བདུན་རེ་སྤོས་པ་དང། གོམ་པ་རེ་ལ་མེ་ཏོག་རེ་སྐྱེས་པས། མི་ཚང་མར་ཡ་མཚན་ཆེན་པོ་སྐྱེས་སོ། དེ་ནས་ཡབ་རྒྱལ་པོས། ད་ནི་བསམ་པའི་དོན་ཐམས་ཅད་འགྲུབ་སོང་ཞེས་གསུངས་ཏེ་མཚན་ཡང་གཞོན་ནུ་དོན་འགྲུབ་ཅེས་བཏགས། དེ་ནས་ཉིན་བདུན་གྱི་རྗེས་ཕོ་བྲང་དུ་གདན་དྲངས་ཏེ། བྲམ་ཟེའི་མཚན་མཁྱེན་ལ་བརྟེན་པའི་ཁྱིམ་དུ་བཞུགས་ན་འཁོར་ལོ། འཁོར་ལོས་སྒྱུར་བའི་རྒྱལ་པོ་དང་རབ་ཏུ་བྱུང་ན་སངས་རྒྱས་སུ་འགྱུར་ཞེས་ལུང་བསྟན། སྲས་འཁྲུངས་ནས་ཉི་མ་ཁ་ཤས་ཀྱི་རྗེས་སུ། ཡུམ་སྒྱུ་མ་ལྷ་མཛེས་འཁྲུངས། བཙུན་མོ་ཆུང་བ་སྐྱེ་དགུའི་བདག་མོས་རྒྱལ་སྲས་དོན་གྲུབ་ལ་གསོ་སྐྱོང་མཛད། རྒྱལ་སྲས་དོན་གྲུབ་ལ་ཆུང་ངུའི་དུས་ནས་བྱིས་པ་གཞན་དང་མི་འདྲ་བའི་ཁྱད་ཆོས་མང་པོ་ཡོད། རྒྱལ་སྲས་ཀྱིས་རྩེད་ཆས་དང་རྩེད་གྲོགས་སོགས་ལ་དོ་སྣང་མི་གནང་བར་རྟག་ཏུ་བསྒོམ་རྒྱག་ཚུལ་དང། ཏིང་ངེ་འཛིན་ལ་མཉམ་པར་བཞག་ཚུལ་སོགས་ཁོ་ནར་མཛད་པས་དེ་ལ་ཡབ་རྒྱལ་པོ་དང་བཙུན་མོ་གཉིས་ཀ་ཐུགས་མ་བདེ་བ་བྱུང། དེ་གི་རྗེས་ལ་ག་རེ་བྱུང་རེད་ཟེར་ན། སྲས་འཁྲུངས་རེད། སྲས་འཁྲུངས་ཡས་ཀྱི་དུས་ཚོད་སླེབས་ལབ་ཡོད་རེད། རེད་བ། སྲས་འཁྲུངས་ཡས་ཀྱི་དུས་ཚོད་འགྲམ་ལ་ད་འགྲམ་ལ་ཡོང་ང་ཡག་མགོ་འཛུགས་ཀྱི་ཡོད་རེད་བ། ད་དེ་འདྲ་ཡོང་དུས་སྐབས་སུ་ཨ་ནི། ཨ། ཡུམ་རྒྱུ་མ་ལ་མཛེས་ཁོང་ཁོ་རང་གི་ཡབ་ཁོ་རང་གི་ཨ་ཕ་ཡབ་ལ་ན་ཨ་ཕ་གི་ཞེས་ས་རེད་ཡབ་ཀྱི་རྒྱལ་གཞིས་ལབ་པའི་སྐབས་སུ་རྒྱལ་གཞིས་ལབ་ན Palace རེད་བ། རྒྱལ་གཞིས་ལ་ཕེབས་ཀྱི་ད་ཕེབས་པའི་སྐབས་སུ་ལམ་ཁ་ལ་ལུམ་བི་ནི་གི་ས་ཆ་ཅིག་ཡོད་རེད། ལུམ་བི་ནི་གི་ས་ཆ་དེ་དེང་སང་ག་བ་ལ་ཡོད་རེད་ལབ་ན་དེང་སང་བ་ཡུལ་ལ་ཡོད་རེད་ནེ་པ་ལ་ཡོད་རེད་རེད་བ། བ་ཡུལ་ལ་ཡོད་རེད། ལུམ་བི་ནི་ཞེས་པའི་གི་ལྡུམ་ར་ཅིག་ཡོད་ལྡུམ་ར་ལ་ན་ག་དྲན་རེད་བ། ད་ལྡུམ་ར་དེ་གི་ནང་ལོ་ལ་ཁོང་ཚོ་ལྷོད་ལྷོད་ཡ་བཞུགས་པའི་སྐབས་སུ། སྲུ་མོ་རྒྱུ་མ་བླངས་ཚེ་ལ་སྲས་ཅིག་འཁྲུངས་པ་རེད། ལ་སྟ་གོན་བགྱིས། སྲས་དེ་འཁྲུངས་པའི་སྐབས་སུ་ག་བ་ལ་འཁྲུངས་རེད་ལབ་ན་བ་ཡུལ་གྱི་ས་ཆ་ལ་འཁྲུངས་པ་རེད་ན་ཡུམ་ལུམ་བི་ནི Lumbini བི་ནི་ཞེས་པ་དེ་བ་ཡུལ་དང་རྒྱ་གར་གྱི་ས་མཚམས་ས་མཚམས་ཀྱི་འགྲམ་ལ་ཡོད་རེད་ས་མཚམས་ལབ་ན Border དེ་གི་འགྲམ་ལ་ཡོད་རེད་ལ་དེ་གི་འགྲམ་ལ་ཨ་ནེ་ལུམ་བི་ནི་གི་ལྡུམ་ར་གི་ནང་ལོ་ལ་ཨ་ནེ་སྲས་དེ་འཁྲུངས་རེད་ལ་སྲས་དེ་འཁྲུངས་མ་ཐག

གོམ་པ་བདུན། ནི། སྤོས་རེག་ལ་བརྗོད། རེག་ལ། ཕྱོགས་བཞིའི་ས་སྟེང་དུ། ར། ནི། གོམ་པ་རེ་ལ་གོམ་པ། རེ་རེ་རེ་རེ་བརྒྱབ་པའི་སྐབས་སུ་གོམ་པ་རེ་རེ་རེ་རེ་སྤོས་པའི་སྐབས་སུ་གོམ་པ་སྤོ་ས་དེ་ལ་མེ་ཏོག་ཡར་སྐྱེད་དུ་བ། མེ་ཏོག་རེ་རེ་རེ་རེ་བཀྱེ་དོ། ར་གོམ་པ་གཅིག་སྤོས་པའི་སྐབས་སུ། གོམ་པ་སྤོས། སྤོས་པའི་གི་ས་ཆ་དེ་ལ་མེ་ཏོག་ཅིག་བཀྱེ། ར། དེ་འདྲ་བཀྱེ། བཀྱེ་ཙང་བཀྱེ། བཀྱེ་ཙང་བཅིག་པ། ར་བྱས་ཙང་དེར་སོ། མི་ཚང་མར་ཡ་མཚན་བཀྱེ་སོ། ཡ་མཚན་ལབ་ན amazement། ར། ཁོང་ཚོ་མི། འགྲམ་ལ་ཡོད་པའི་ཀྱི་མི་ཚང་མ་ཨ་ནེ་སེ་དེ་ཀྱི་ཨ་ཁྱད་ཆོས་དེ་ལ་ཨ་ལྟ་ནས་མི་ཚང་མ་ཧང་སང་འདུག་ཨ་ཧང་སང Amaze ཆགས་འདུག་ཨ། དེ་ནས་ཡབ་རྒྱལ་པོས་ད་ནི་བསམ་པའི་དོན་ཐམས་ཅད་འགྲུབ་སོང་ཞེས་གསུངས་ཏེ་མཚན་ཡང་གཞོན་ནུ་དོན་འགྲུབ་ཅེས་བཏགས། དེ་ནས་རྒྱལ་པོ་ཀྱིས་ད། ངེད་ཀྱིས་ད་ལྟ་བར་དུ་བསམ་པའི་དོན། བསམ་པའི་དོན་ལབ་ན། ག་རེ་རེད་ལབ་ན་བསམ་པའི་དོན་ལབ་ན wish རེད་བ། ར། བསམ་པའི་དོན་ཐམས་ཅད་འགྲུབ་སོང། ཟེར་དུས་སྐབས་སུ་ད། ཨ་ནི། སོ་སོ་གི་བསམ་པ་ཚང་མ་ཨ་ནི། ཨ། འགྲུབ་ཚར་སོང། བྱུང་ཚར་སོང། ར། ད་སྒྲུབ་ལ་ན achieve ལ་དོན་དག་རེད་བ་ཚང་མ་བྱུང་ཚར་སོང་དེ་ལབ་ཡོད་དེ་འདྲའི་གསུང་བྱས་ཨ་ནི་ཨ། ད་བསྲེ་ཆུང་ཆུང་ཞུ་དགོས་རེད་བ་ཨ་ནི་བསྲེ་ཆུང་ཆུང་ཕྲུ་གུ་ཆུང་ཆུང་དེ་གི་མཚན་མིང་ལ་ག་རེ་བཏགས་རེད་ལབ་ན་གཞོན་ནུ་དོན་འགྲུབ་ལབ་ཡོད་གཞོན་ནུ་ལབ་ན་ད་བུ་ཆུང་ཆུང་ཆུང་ཆུང་དེ་ཚོ་ལ་ད་བུ་དང་བུ་མོ་ཆུང་ཆུང་དེ་ཚོ་ལ་གཞོན་ནུ་ལབ་ཡོད་དོན་འགྲུབ་ལ་ན་ཨ་ནི།

བསྒྲུབས་པ་ཡིན་ཙང་ནི། གཞོན་ནུ་དོན་འགྲུབ་ལབ་ཀྱི་ཡོད་རེད་བ། དེ་ནས་ཉིན་བདུན་གྱི་རྗེས་ད་ཁོང་གསེར་འཁྲུངས་དཔལ་གྱི་ཉི་མ་བདུན། གི་རྗེས་ལ། ཕོ་བྲང་དུ་གདན་དྲངས་པ་རེད་གདན་དྲངས་ལ་ན invite། རེད་བ། ཕོ་བྲང་དུ་གདན་དྲངས་པ་རེད་གདན་དྲངས་པའི་སྐབས་སུ། བྲམ་ཟེ་མཚན་མཁྱེན་ལགས། དོན་དམ་པར་རེད། ཨ་ནི། བྲམ་ཟེ་མཚན་མཁྱེན་ལ་བྲམ་ཟེའི་ལམ་ན Brahmin རེད་པ། མཚན་མཁྱེན་ལམ་ན Fortune Teller། ད་བྲམ་ཟེ་མཚན་མཁྱེན་ཅིག་ལ་ཨ་ནི། ཕྲུ་གུ་དེ་བསྟེན་པའི་སྐབས་སུ་བྲམ་ཟེ་མཚན་མཁྱེན་དེ་གིས་ག་རེ་ལབ་རེད་ཟེར་ན། ཁྱིམ་དུ་ཞུགས་ན་ར་ཁྱིམ་དུ་ཞུགས་ན་ལ་ན་ནང་ལ་བསྡད་པ་ཡིན་ན་དོན་དག་རེད། དོན་དག་ག་རེ་ལབ་རྒྱུ་ཡོད་ཟེར་ན། ཨ་ནི་ཁོ་གྲྭ་པ་མ་བྱས་ན། མི་སྐྱ། རང་ལས་པའི་བར། རང་ལས་པའི་བར་བྱས་ནས་བསྡད་པ་ཡིན་ན་མི་སྐྱ་བྱས་ནས་བསྡད་པ་ཡིན་ན་འཁོར་ལོ་བསྒྱུར་བའི་རྒྱལ་པོ་ཆགས་ཀྱི་རེད་ལབ་ཀྱི་ཡོད་རེད། འཁོར་ལོ་བསྒྱུར་བའི་རྒྱལ་པོ་ལབ་ན་ག་རེ་རེད། འཛམ་བུ་གླིང་ཚང་མ་ལ་དབང་བསྒྱུར་བྱེད་ཐུབ་མཁན་གྱི་རྒྱལ་པོ་ཅིག་ཡོད་རེད། དེ་ལ་འཁོར་ལོ་བསྒྱུར་བའི་རྒྱལ་པོ་ལབ་ཀྱི་ཡོད་རེད། དེ་འདྲ་འཛམ་བུ་གླིང་ཚང་མ་ལ་དབང་བསྒྱུར་བྱེད་ཐུབ་མཁན་གྱི་རྒྱལ་པོ་ཅིག་ཆགས་ཀྱི་རེད་ལབ་ཀྱི་ཡོད་རེད། ལ། གལ་སྲིད་ཁོ། ནང་ལ་མ་བསྡད་ནས་གྲྭ་པ་བྱས་པ་ཡིན་ན་རབ་ཏུ་བྱུང་ལབ་ན་གྲྭ་པ་བྱས། ལོ become a monk། གྲྭ་པ་བྱས་པ་ཡིན་ན་ཁོ། སངས་རྒྱས་སུ་གྱུར་ཁོ་ཨ་ནི Buddha བྱ་གི་རེད་ཞེས་ལུང་བསྟན། ལུང་བསྟན་ལབ་ན། ཨ་ནི། ད། ག་རེ་རེད། མ་འོངས་པ་ལ་ག་རེ་བྱུང་གི་ཡོད་པ་ཚང་མ་ལབ་ཡ་ཅིག་ཡོད་རེད་བ། དེ་ལ་ལུང་བསྟན་ལབ་ཀྱི་ཡོད་རེད like predestined། Destined ལབ་ཀྱི་རེད་བ་ད། དེ་ག་ནང་བཞིན་ག་རེ་རེད། མ་འོངས་པ་ལ་ཨ་ནེ་གནས་ཚུལ་ག་རེ་ག་རེ་འབྱུང་གི་ཡོད་པ་དེ་ཚོ་ལབ་ཡ་དེ་ལ་ཡང་ལུང་བསྟན་ལབ་ཀྱི་རེད་རེད་བ་དེ་ག་ནང་བཞིན་མཚམས་མཚམས་ལག་པ་ལ་བལྟ་ནས་ཡང་འདྲ་མི་འདྲ་མང་པོ་ལབ་ཡ་ཡོད་རེད་བ་དེ་ཚོ་ལ་ཡང་ལུང་བསྟན་པ་ལབ་ཀྱི་རེད་རེད་བ་བྱས་ཙང་གྲྭ་པ་བྱས་པ་ཡིན་ན་ཁོ་སངས་རྒྱས་ཆགས་ཀྱི་རེད་ཨ་ནེ་ནང་ལ་བསྡད་པ་ཡིན་ན་ཁོ་འཁོར་ལོ་བརྒྱུད་པའི་རྒྱལ་པོ་ནང་བཞིན་རྒྱལ་པོ་ཡག་ཤོས་དེ་ཆགས་ཀྱི་རེད་ལབ་ཀྱི་ཡོད་རེད་རེད་བ་དེ་ནས་སྲས་འཁྲུངས་ནས་ཉི་མ་ཁ་ཤས་ཀྱི་རྗེས་ལ་ད། སྲས་ཆུང་ཆུང་དེ་སྐྱེས་པའི་རྗེས་ལ། ཉི་མ་ཁ་ཤས་ཙམ་གྱི་རྗེས་ལ་ག་རེ་བྱུང་རེད་ལབ་ན། ཁོང་གི་ཡུམ་ཨ་མ་སྒྱུ་མ་གླང་ཆེན་དེ་གྲོངས་པ་རེད་གྲོངས་པ་ལབ་ན་དགྲ་ལ་ཤི་བའི་གེ་བཞེས་ས་རེད་གྲོངས་པ་རེད། དེ་ནས་བཟུང་ཁོང་གསོ་སྐྱོང་སུ་ཡིས་བྱས་པ་རེད་ལབ་ན་གསོ་སྐྱོང་ལབ་ན་སྦྲུ་ནར་ཅེར་རེད་རོ། སྤུ་གུ་ལ་ལྟ་རྟོག་བྱེད་པ་སྤུ་གུ་ལ་གསོ་སྐྱོང་བྱེད་པ་སྤུ་གུ་ལ་ག་ལ་འདྲེ་ཡ་དེ་ཚོ་ཚང་མ་ལ་གསོ་སྐྱོང་ལབ་ཀྱི་ཡོད་རེད་སྦྲུ་ནར་ཅེར། བཙུན་མོ་ཆུང་བ་སྐྱེ་དགུ་དང་བ་དག། རྒྱལ་པོ་དེ་ལ་བཙུན་མོ་གཉིས་ཡོད་རེ་བ། བཙུན་མོ་ཆེ་བ་ཡུམ་སྒྱུ་མ་ལ་ཚེ་བཙུན་མོ་ཆུང་བ་སྐྱེ་དགུ་དང་བ་དེ་གཉིས་ཡོད་པའི་ནང་ལོ་ནས། བཙུན་མོ་ཆུང་བ་སྐྱེ་དགུ་དང་མོ་གྱིས། རྒྱལ་སྲས། དོན་གྲུབ་གཞོན་ནུ་དོན་གྲུབ། རྒྱལ་སྲས་ལབ་ན Prince རེད་དོན་གྲུབ་ལབ་ན་ཁོང་གི་མཚན་རེ་བ། གསོ་སྐྱོང་མཛད། གསོ་སྐྱོང་ལབ་ན་ནར་སྐྱ་རེད་མཛད་ལབ་ན་ཀྲུ་ཀྲུ། ཞེ་ས་རེད་རེ་བ། ཞེ་ས་རེད། བྱས་ཙང་ད། ཁོང། ད། ཁོང་འཁྲུངས་པའི་རྗེས་ལ། བདུན་ཕྲག་གཅིག་ཙམ་གྱི་རྗེས་ལ། ད། རྒྱལ་པོ་ཟས་གཙང་མ་གྱིས་ཕོ་བྲང་ལ་གདན་འདྲེན་ཞུས། གདན་འདྲེན་ཞུས་ལབ་ན་དྲུག invite invite བྱས། དེ་ནས་ཉི་མ་ཁ་ཤས་ཉི་མ་ཁ་ཤས་ཀྱི་རྗེས་ལ། མ་རེད། དེ་ནས། ཁོང་གི་མཚན་མཁན། ལ། Fortune Teller ཅིག་ལ་ཨ་ནི་བསྟན་དུས་སྐབས་སུ་ཁོང་ཨ་ནི། མཚན་མཁན་འདི་ག་རེ་ལབ་རེད་ཟེར་ན། གལ་སྲིད་ཁོ་མི་སྐྱ་བྱས་ནས་བསྡད་པ་ཡིན་ན་གྲྭ་པ། ནང་ལ་བསྡད་པ་ཡིན་ན་ཨ་ནི་ཁོང་རྒྱལ་པོ་དཔེ་ཡག་པོ་ཅིག་ཆགས་ས་རེད་ལབ་ཡོད་རེད། གལ་སྲིད་ཁོ་གྲྭ་པ་བྱས་པ་ཡིན་ན་ཁོ་སངས་རྒྱས་ཆགས་ས་རེད་ལབ་ཡོད་རེད་རེད་བ། དེ་གཉིས་སོང་བས། ཨ་ནི། དེ་འདྲས་ཅིག་ལུང་བསྟན་རེད། དེ་ནས་ཁོང། འཁྲུངས་ནས་ཉི་མ་ཁ་ཤས་ཀྱི་རྗེས་ལ་ཁོང་གི་ཨ་མ་ཡུམ་འདི་གྲོངས། རེད་ཡུམ་འདི་གྲོངས་པའི་རྗེས་ལ། ཁོང་ལ་སུ་ཡིས་ལྟ་རྟོག་བྱེད་པ་རེད་ལབ་ན་ནི་ཁོང་གི་ད་བཙུན་མོ་གཉིས་ཡོད་པ་བཙུན་མོ་ཆུང་བ། ཨ་ནེ་ད། མ་བྱུང། མཚམས་མཚམས་མ་བྱུང་ལབ་ཀྱི་འདུག་ཨ་མ་ཆུང་བ་དེ་གིས། ཨ་ནེ་ཁོང་ལ་གསོ་སྐྱོང་བྱེད་པ་རེད་གསོ་སྐྱོང་བྱེད་ལབ་ན་ན་རེ་ཅར་བྱས་ཡོད་རེད་དེ་རེད། ད་གལ་སྲིད་དོན་གྲུབ་ལ

མི་གཞན་པ་ལ་མེད་པ། མི། ཁོ་རང་གི་ཁྱད་ཆོས་དེ་མི་གཞན་པ་དང་གཅིག་པ་མ་ཡིན་པ། ཨ་ནེ་སློབ་ཕྲུ་གུ་གཞན་པ་དང་གཅིག་པ་མ་ཡིན་པའི་ཁྱད་ཆོས་གཅིག་ཡོད་རེད། ཁྱད་ཆོས་དེ་ག་དུས་ནས་ཡོད་རེད་ལབ་ན་ཁོ་ཆུང་ཆུང་སྐབས་སུ་ནས་ཡོད་རེད་ལབ་ཀྱི་ཡོད་རེད། རེད་བ། ཆུང་ངུའི་དུས་ནས་ལབ་ན་ཆུང་ངུ་ལབ་ན་ཆུང་ཆུང་གི་དོན་དག་རེད། ཁོ་ཆུང་ཆུང་སྐབས་སུ་ནས་ཁོ་ལ་ག་རེ་ཡོད་རེད་ཟེར་ན། ཁྱད་ཆོས་མི་འདྲ་བ། ཁོ་ལ་ཁྱད་ཆོས་ཡོད་རེད། ཁྱད་ཆོས་དེ་ཚོ་ཚང་མ་ཕྲུ་གུ་གཞན་དཔའ་དང་གཅིག་པ་མ་རེད་ལབ་རྒྱུ་རེད་བ། ག་རེ་བྱས་ནས་རེད་ལབ་ན་ཁོང་ཆུང་ཆུང་སྐབས་སུ་ནས་རྩེད་ཆས། ད་ལྟའི་ཆས་དེ་ཚིག་དཔེ་རྙིང་རྗེ་མོ་ཡོད་རེད། ཆས་དེ་ཨ་ནེ། Things། འདྲ་བོ་ལ་ལྕགས་ལ་དེ་ཚོ་འདྲ་བོ་ལ་ལབ་རྒྱུ་ཡོད་རེད་དཔེར་ན། རྩེད་ཆས་རྩེད་མོ་རྩེ་ཡས་ཀྱི་ལྕགས་ལ་ལ Twice། རེད་བ། Twice དེ་འདྲ་ལབ་རྒྱུ་རེད། ཨ་ནེ་གྱོན་ཆས་དུག་ལོ་གྱོན་ཡས་ཀྱི་དུག་ལོ་གྱོན་ཡས་དེ་ཚོ་ལ་གྱོན་ཆས་ལབ་རྒྱུ་ཡོད་རེད། ཨ་ནེ་ཐབ་ཆས་ལབ་ན་ཐབ་ཚང་གི་ལྕགས་ལ། རེད། ཐབ་ཚང་གི་ལྕགས་ལ་ལ་ཐབ་ཆས་ལབ་ཀྱིན་རེད། ད་དེ་འདྲ་མང་པོ་ཡོད་རེད། བྱས་ཙང། རྩེད་ཆས་ལབ་ན་རྩེད་མོ་རྩེ་ཡས་ཀྱི་ལྕགས་ལ་རྩེད་མོ་རྩེ། རྩེད་མོ་རྩེ་ལབ་ན་གྲུ་བྷེ་རེད། རྩེད་ཆས། རྩེད་གྲོགས་ལབ་ན་རྩེད་མོ་རྩེ་ཡས་ཀྱི་གྲོགས་པོ། ཁོང། རྩེད་ཆས་དང་རྩེད་གྲོགས་སོགས་ལ་ལ། Etcetera and so on། དེ་ཚོ་ལ་དོ་སྣང་མི་གནང་བ་དོ་སྣང་ལ་ན Focus Concentrate ར། ཨ་ནི་དེ་འདྲའི་དོ་སྣང་མི་གནང་ལ་ན་དོ་སྣང་བྱེད་ཀྱི་མ་རེད་ལབ་ཀྱི། ཁོང་རྩེད་མོ་རྩེ་ཡ་ལ་དོ་སྣང་བྱེད་ཀྱི་མ་རེད་ཁོང། རྩེད་མོ་རྩེ་ཡ་རོགས་པ་དེ་ཚོ་ལ་དོ་སྣང་བྱེད་ཀྱི་མ་རེད་ཁོ་ག་རེ་ལ་དོ་སྣང་ཡོད་རེད་ལ་ན། རྟག་ཏུ་རྟག་པར་ཁོ་ཉི་མ་རྟག་པར། སྒོམ་རྒྱག་ཚུལ། ལ། སྒོམ་རྒྱག་སྟངས། ཏིང་ངེ་འཛིན། ཏིང་ངེ་འཛིན། ལབ་ན་རེད་སྒོམ་ལབ་ན་རེད་དོན་དག་འདྲ་པོ་འདྲ་པོ་རེད་གཉིས་ཀ Meditate རེད་རེད་བ། ཨ་ནི། ཨ། ད་ཏིང་ངེ་འཛིན་ལ་མཉམ་པར་བཞག་ལབ་ན་མཉམ་པར་བཞག་ལབ་ན་ད Compose ལབ་ཀྱི་རེད་བ། ཨ། ཏིང་ངེ་འཛིན། སྒོམ་རྒྱ་བལ་གྱི་ཆེད་དུ་སྒོམ་རྒྱ་བལ་གྱི་ཆེད་དུ་སོ་སོ། ཨ། སོ་སོ་གི་གཟུགས་པོ་དང་སོ་སོ་གི་སེམས་པ་གཉིས་ཀ། ཨ་ནི། ལྷོད་ལྷོད། སྒོམ་རྒྱ་ཡལ་གྱི་ཆེད་དུ་ཚུར་བསྡུས་པ། gather། ཞེས་པ་དེ་འདྲ་འདྲ་བོ་ལ་མཉམ་པར་བཞག་ལབ་ཡོད། ད་དོན་དག་དེ། ཏིང་ངེ་འཛིན་ལ་མཉམ་པར་བཞག་ལབ་ན་རེ། ཏིང་ངེ་འཛིན་ལབ་ན་རེ་སྒོམ་ལབ་ན་རེ་ཚང་མ Meditate རེད། སྒོམ་རང་རེད། རེད་བ། དེ་ཚེ། ཁོང་ཆུང་ཆུང་སྐབས་སུ་ནས་ག་རེ་བྱེད་ཡ་དགའ་པོ་ཡོད་རེད་ལབ་ན། སྒོམ་རྒྱ་ཡ་དགའ་པོ་ཡོད་རེད། རེད་བ། དེ་འདྲའི་སྒོམ་རྒྱ་ཡ་ཁོ་ན་གཅིག་པོ། མཛེས་པས་བྱེད་ཀྱི་ཡོད་རེད། ད་བྱས་ཙང་ད་ག་རེ། ཨ། ཡབ་རྒྱལ་པོ་དང་བཙུན་མོ་གཉིས་ལ་ག་རེ་སེམས་འཁྲིད་ལ་ཡོད་རེད་ལབ་ན། ཨ་ནི། སྔོན་མ། མཚན་མཁན Fortune Teller དེ་གིས་ལབ་ཡོད་རེད་བ། ཨ་ནི་གལ་སྲིད་ཁོ། གྲགས་པ་བྱས་ན། སངས་རྒྱས་ཆགས་ཀྱི་རེད། ཨ་ནི། ནང་ལ་བསྡད་པ་ཡིན་ན། ཨ་ཁོ་བློ་བསྒྱུར་བའི་རྒྱལ་པོ་ཆགས་ཀྱི་རེད། ལབ་རེད་བ། བྱས་ཙང་ད་རྒྱལ་པོ་ལ་ག་རེ་སེམས་འཁྲིད་ཡོད་རེད་ཟེར་ན། ཕྲུ་གུ་དེ་གྲྭ་པ་བྱེད་བཅུག་འདོད་ཡོད་མ་རེད་གང་ཡིན་ཟེར་ན། ཁོང་གི་སྒལ་སྲིད་བསྐྱངས་མཁན་གྱི་སྲས་གཅིག་དགོས་ཀྱི་ཡོད་རེད་བ། བྱས་ཙང། ཡིན་ན་ཡང། གཞོན་ནུ་ཐུན་གྲུབ་ག་རེ་གནང་གི་ཡོད་རེད་ཟེར་ན་ཁོང། རྩེད་མོ་དེ་འདྲ་ལ་ཁྱོན་ནས་དགའ་པོ་ཡོད་མ་རེད། ཁོང་ག་རེ་ལ་དགའ་པོ་ཡོད་ར་སྒོམ་ཉམས་ལེན་བྱེད་ཡ་ལ་དཔེ་དགའ་པོ་ཡོད་རེད་བ། བྱས་ཙང། བཙུན་མོ་དང་རྒྱལ་པོ་གཉིས་ཀ་དཔེ་སེམས་འཁྲལ་བྱུང་གུག་ཁྱེད་ཀྱི་ཡོད་རེད།